འགྲིག་ཡོད་ས་རེད། བདེན་པར་གྲུབ་པའི་ཆོས་གང་ཡང་ཁས་མི་ལེན་པ། ཨོ་དོ་སི་ནི། ད་དབུ་མ་པ་ཞེས་པའི་སྒྲ་བཤད་དེ་ལ་ཡང། མཐའ་གཉིས་དང་བྲལ་བའི་དབུས་ཀྱི་ལམ་ལ་གནས་པ་ཡིན་ཙང་དབུ་མ་པ་ཟེར་ནས་ལབ་གི་ཡོད་རེད། མཐའ་གཉིས་ཟེར་ཡ་དེ། ལྟ་བའི་མཐའ་དང། བྱེད་པའི་མཐའ། སྤྱི་དང། གྲུབ་མཐའ་མའང་ཚང་མ་ལོག་གི། རང་རང་སོ་སོའི་གྲུབ་མཐའ་དེ། མཐའ་གཉིས་དང་འབྲེལ་བའི་དབུ་མ་ཡིན་ཟེར་ལབ་གི་ཡོད་རེད། བྱེ་བྲག་མའང་ཡིན་ན་བྱེ་བྲག་མ་ཡི་གྲུབ་མཐའ་དེ་དབུ་མའི་གྲུབ་མཐའ་ཡིན་ཟེར་གི་རེད། མདོ་སྡེ་པ་ཡི་མདོ་སྡེ་པའི་གྲུབ་མཐའ་དབུ་མའི་གྲུབ་མཐའ་སེམས་ཙམ་པའི་སེམས་ཙམ་པའི་གྲུབ་མཐའ་དབུ་མའི་གྲུབ་མཐའ་གཞན་པ་དེ་སྤྱད་དེ་བརྟག་དཔྱད་ཀྱི་ཐག་གང་རུང་ལ་ལྷུང་བ་ཁས་ལེན་གྱི་ཡོད་རེད། ད་ཡིན་ནས་སྤྱི་ཡོངས་ཀྱི་ཆ་ནས་བརྟག་དཔྱད་ཐ་སྙད་དང་བྲལ་བ་དེ་དབུ་མ་པ་ཡིན་ཙང་ད་དབུ་མ་པ་ལ་ཡ་དབུ་མ་པ་ཞི་བའི་ཐ་སྙད། ད་དབུ་མ་པ་ཞི་བའི་གྲུབ་མཐའ་སྨྲ་བ་དེ་ལ་མཚན་གཞན་པ་ཅིག་ངོ་བོ་ཉིད་མེད་པར་སྨྲ་བ། རྒྱ་གཞུང་ནས་ད།

བཅིང་བ་རབ་ཅི་རེད། དེ་ཡིན་ཙང་བདེན་པར་གྲུབ་པའི་ངོ་བོ་ཉིད་མེད་པར་སྨྲ་བ་ཡིན་ཙང། ངོ་བོ་ཉིད་མེད་པར་སྨྲ་བ་ཅི་ནས། འདི་འདྲ་ཚིག་ལབ་གི་ཡོད་རེད། སྤྱི་དང། དབུ་མ་ཞེས་པའི་ཐ་སྙད་དེ། སྔོན་གྱི་ལོ་ཙཱ་བ་དེ་ཚོས་བོད་སྐད་ལ་བསྒྱུར་བའི་སྐབས་ལ། ལས་བྱེད་ཀྱི་སྐད་ལ།

ཡིན་ན་ཡང་གྲུབ་མཐའ་བཞིའི་ནང་ལ་ངོ་བ་ཟེར་ཡག་དེ་ལ་ས་དེ་ཕྱིས་ནས་དབུས་ཟེར་ཡག་གི་ཚབ་ལ་ཨོ་ཟེར་བྱས་ནས་བཞག་པ་དེ་རྒྱུ་མཚན་ག་རེར་བྱས་ན་དེ་ངས་ཤེས་ཀྱི་མེད། ལོ་ཙཱ་བ་ཚོས་དེ་ཆེད་མངགས་ཀྱིས་དབུས་མ་བ་སི་མ་ལབ་པ་བྱས་ཨོ་མ་བ་སི་ལབ་ཡག་ལི་ཡག་རྒྱུ་མཚན་གྱིས་ཏན་ཏན་ཡོད་མདོག་ག་བ་རེད་བསམ་གྱི་འདུག་དུས་ཕྱིས་ཀྱི་མཁས་པ་དེང་རབས་མཁས་པ་ཁ་ཤས་ཀྱིས་རྟགས་མཚུངས་འགྲིམ་པའི་དབང་དུ་བྱས་ནས་ས་དེ་ཕྱིས་པ་རེད་ཟེར་ནས་གསུང་མཁན་འདུག་མ་ཤི་བའི་མིང་མཐའ་དེ་བགྲང་དགོས་ཡིན་ཙང་མ་ཤི་བའི་མིང་མཐའ་དེ། རྗེས་འཇུག་ས་ལ་མ་བསྟིམ་པ་བཅས་དབུ་མ་ཟིལ་ལ་བས་ཡིན་ན་མི་རྟ་འདྲེན་ཚུལ་བསྡུ་བར་བྱས་ནས་བུད་པས། བརྡ་སྤྲོད་ཀྱི་དབང་དུ་བྱས་ནས་ས་བདག་ཕྱིས་པ་རེད། ཅེས་འདི་འདྲའི་གསུང་མཁན་འདུག་ད་དེ་ཇི་ཙམ་གྱི་འཐད་པ་ཡིན་ངས་ཤོད་ཡ་མེད། བཀའ་བརྒྱུད་པའི་དབུ་མའི་གཞུང་ཁ་ཤས་ནང་ད་སུས་མཛད་པ་ཡིན་ངས་མཛད་པ་པོ་དེ་དྲན་གྱི་མི་འདུག་སྟེ། བཀའ་བརྒྱུད་པའི་གཞུང་གཅིག་གི་ནང་ལ། མཆོག་ཏུ་གྱུར་པ་ཡིན་ཙང། དེ་ལ་ཡང་དབུ་མ་བཞི་པ་སྟེ། ང་ཚོ་བོད་སྐད་ལ་དབུ་བཞི་པ་སྟེ། མགོ་གི། བཞི་ས་རེ་བ། དབུ་དང་མགོ་དང་ལྕི་བ་རེ་གཅིག་རེད། འདི་གསུངས་ཡག་དེ་ཕལ་ཆེར། དབུ་མ་ཤེས་རབ་སྒྲོན་མེའི་འགྲེལ་བཤད་ཅིག་གི་ནང་ལ་ཡང། དབུ་མ་ཞེས་པའི་ཐ་སྙད་ཀྱི་དོན་གསུངས་པའི་སྐབས་ལ། མཆོག་ཏུ་གྱུར་པ་དང་མཉེས་པོ་བྱུས་པ་ཡིན་ཙང་དེ་ལ་དབུ་མ་ལ་བ་རེད་ཅེས་གསུངས་པ་ཅིག་འདུག་གྲང་འདུག་དེ་འདྲ་ཡིན་ཙང་དེའི་དབང་གིས་ལུས་ཀྱི་མཆོག་མགོ་ཡིན་པ་ནང་བཞིན་གྲུབ་མཐའི་མཆོག་གྲུབ་མཐའི་དབུར་གྱུར་པ་དེ་འདྲ་ཅིག་ལ་དགོངས་ནས་ད་སྤྱི་དང། ལས་རྒྱར་གྱི་ཐ་སྙད་ནང་ལ་ཡོད་མ་རེད་དེ་ཡིན་ན་དེ་དོན་ཐོབ་ཀྱི་འགྲེལ་བཤད་བྱེད་པའི་སྐབས་ལ་དེ་འདྲས་གསུངས་རྗེས་དེའི་ཆ་ནས་དབུ་མ་ཟེར་ན་རྒྱུས་པ་མེད་འགྲོ་ཟེར་དེ་འདྲས་གསུངས་མཁན་ཡང་བོད་ཀྱི་མཁས་པ་དེ་འདྲས་བྱུང་ཤག་ད་གང་ལྟར། འདི་བྱེད་པར་སྐལ་མི་འདུག། སྒྲ་བཤད་ཀྱི་དབང་དུ་བྱས་ན་ལྟ་བྱེད་ཀྱི་མཐའ་དང་བྲལ་བ། བདེན་གྲུབ་ཀྱི་ངོ་བོ་ཉིད་མེད་པ་འདི་འདྲ་ཡིན་ཙང་དབུ་མ་པ་དང་ངོ་བོ་ཉིད་མེད་པར་སྨྲ་བ་སེལ་ནས་འདུག་ཟེར་ནས། ཐ་སྙད་དེ་བྱུང་བ་རེད། ད་གྲུབ་མཐའ་འདི་སངས་རྒྱས་ཀྱི་གསུང་གི་ཁུངས་གཙོ་བོ་ག་ནས་དྲངས་པ་རེད་ཅེ་ན། འཁོར་ལོ་བར་པ་མཚན་ཉིད་མེད་པའི་ཆོས་སྐོར་དེ་རེད། ཁོ་ལ་བབ་པ་མཚན་ཉིད་མེད་པའི་ཆོས་འཁོར་ཟེར་ཡ་དེ། མཚན་ཉིད་མེད་པ་ཟེར་ཡ་དེ། འདི་འབར་མ་གྲུབ་པའི་དོན་གཙོ་བོར་བསྟན་པ་ཡིན་ཙང་མཚན་ཉིད་མེད་པའི་ཆོས་འཁོར་ཟེར་ནས། ཞུས་པ་རེད། ད་དེའི་ནང་ལ། གཙོ་བོ་ར་བ་དེ་ཡོངས་འཇིག་འདྲེན་འདོད་གསུངས། ཁོ་ལ་བབ་པའི། མདོ་གཙོ་བོ་ར་བ་དེ་ཡོངས་འཇིག་འདྲེན་འདོད་གསུངས་དེ། རེད། ད་དེ་ལ་ཡང་ཡོངས་འཇིག་མདོ་ཟེར་ནས་ལབ་ཡ་དེ། གཏུམ་མ་ཡིན་གྱི་དོན། གཙོ་བོར་བྱས་ནས་བསྟན་པ་ཡིན་ཙང། སྟོང་པ་ཉིད་ལ་ཡང་ཐེག་གསུམ་འཕགས་པའི་ཡོངས་ཀྱི་མཚན་ཉིད། ཡོངས་ཀྱི་ཐ་སྙད་ཞུ་གི་ཡོད་པ་ཡིན་ཙང་ཡོངས་ཀྱི་མདོ་ཞེས་བྱ་བ་རེད། ད་བོད་སྔ་མ་ཚོའི་གསུང་ཚུལ་ན་བྱས་པ་ཡིན་ན་ཡོངས་ཀྱི་མདོ་ལ་ཡང་ཡོངས་སའི་སྐྱོ་དོན་ཞེས་བྱས་ནས་ཡོངས་ཀྱི་མདོ་ལྟ་བུ་དེ་ནི་རྗེས་འབྲེལ་མདོས་གསུངས་བྱས། དེ་ལས་གཞན་པའི་མདོ་དྲན་བཞིན་པ་བྱས་ནས་ཡོངས་སའི་སྐྱོ་དོན། འགྲམ་པའི་ལུགས་སྲོལ་བཅས་ཡོད་རེད། གང་ལྟར་ད་ཁོ་ལུ་སྦ་བའི་ཆ་ཏོག་གིས་ཤི་ཅིང་ཅིང་མདོ་མ་ཡིན་པའི་མདོ་སྡེ་ས་ཅུ་བ་ལ་སོགས་པ་དང་ཐེ་བ་ཆེན་པོའི་མདོ་མང་པོ་ཅིག་གི་སྟོང་ཉིད་བསྟན་པར་བྱ་བསྡད་ཡོད་རེད། གཞན་དུ་ཡིན་མིན་ལ་མ་ལྟོས་པའི་ད་སྟོང་ཉིད་སྟོན་པའི་མདོ་སྡེ་བཅས་དེ་ཚང་མ་ལོ་དབུ་མ་པའི་ད་བཤད་བྱ་བའི་གཞུང་ར་བོ་ཆགས་ཀྱི་ཡོད་རེད། ད་བསྟན་བཅོས་ཀྱི་དབང་དུ་བྱས་ན་ཤིང་རྟ་སུའི་འཇིགས་བྱེད་ཀྱི་བསྟན་བཅོས་དབུ་མ་རིགས་ཚོགས་དྲུག་དེ་གཙོ་བོ་རེད། དངོས་བསྟན་སྟོབས་ཉིད་ཀྱི་རིམ་པ་གཙོ་བོར་འབྲི་བའི་སྐབས་ལ་ཡང། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས། རྩ་བ་ཤེས་རབ་ལ་སོགས་པའི་རིགས་པའི་ཚོགས་དྲུག་བརྩམས་པ་དེ་ལྟར་དབུ་མའི་གཞུང་གི་ནང་ནས། བྱུང་རིམ་གྱི་ནང་དཔྱད་པའི་དབང་དུ་བྱས་པ་ཡིས་ནི་ཐོག་མ་དང། ད་བརྗོད་བྱའི་དབང་དུ་བྱས་པ་ནི་གཙོ་ཆེ་བ་བྱས་འདུག་སོ། ཆ་དེ་ཡོད་རེད།

དབུ་མའི་གྲུབ་མཐའི་གཞི་འདེགས་ཚུན་ཆད་ཡིན་པ་དེ་ཡོངས་གྲགས་རེད། ད་ཀླུ་སྒྲུབ་ཀྱི་སྔོན་གྱི་ལྷུག་མ་འཕགས་པ་ལྷ། སློབ་ཡོན་རྣམ་པ་ཚུར་མཚོན་པ་ཡིན་ན་འཕགས་པ་ལྷ་དེ་ཀླུ་སྒྲུབ་ཀྱི་སྔོན་གྱི་ལྷུག་མ་ཡིན་པ་ཙམ་དུ་མ་ཟད། ད་ཀླུ་སྒྲུབ་ཀྱི་གཞུང་ནི་ཡང་འགྲེལ་པ་འགྲེལ་བཤད་དང་ལྷག་པར་དུ་ཡང་རྩ་བ་ཤེས་རབ་ཀྱི་བཞེད་དགོངས་ལྟ་བུ་དབུ་མ་ཤེས་བྱ་བ་དེ་དབུ་མ་ཤེས་བྱ་བ་དེ་རྩ་བ་ཤེས་རབ་ཀྱི་ཡན་ལག་ལྟ་བུ་ཡིན་གསུང་གི་རེད། གཙོ་ཆེ་ནི་འདི་བཅས་དེ་ཙམ། བྱས་ནས་ཀླུ་སྒྲུབ་དང། འཕགས་པ་ལྷ་ཡི་བཀོད་བསྡུས་ལི་ཡ། དབུ་མ་བ་སི་ཡ་གཅིག་མ་གཏོགས་དབུ་མ་ཐ་འགྱུར་བ་དང་རང་རྒྱུད་བ་ཞེས་པའི་སྒྲུབ་སྡེ་རྣམ་གཞག་གཉིས་མ་བྱུང་བའི་སྔས་ལ་ཡིན་པའི་རྒྱུ་མཚན་གྱིས་ཁོང་གཉིས་ནི་ཡ་གཞུང་ཆེན་མོའི་དབུ་མ་བ་སི་ཅན་དང་དབུ་མ་བ་ཡོངས་རྫོགས་ཀྱི་རང་རྒྱུད་བ་དང་ཐ་འགྱུར་བ་གཉིས་ཅག་གི་ཁོངས་སུ

བརྩམས་པའི་སྐབས་ལ་རྩ་བ་ཤེས་རབ་སྟེ་དབུ་མ་མཐའ་འགྱུར་བའི་ལུགས་རང་བྱས་ནས་དགོངས་པ་སྤྲད་ནའང་རེད། དེ་འདྲ་ཡིན་ཙང་བོད་ཀྱི་མཁས་པ་ཁ་ཤས་ཀྱིས་སངས་རྒྱས་བསྐྱངས་ལ་ཡང་མཐའ་འགྱུར་བའི་ཤིང་རྟ་མཚོན་བྱེད་ཡིན་ཟེར་ནས་ཞུ་མཁན་དེ་འདྲས་བྱུང་བ་རེད། ཡིན་ན་ཡང་སངས་རྒྱས་བསྐྱངས་ཀྱིས་འགྲེལ་པ་བུ་ད་པ་ལི་དང་བརྩམས་པའི་རྗེས་ལ་མཐའ་འགྱུར་བ་ཞེས་པའི་ཐ་སྙད་དང་མཐའ་འགྱུར་བའི་དེ་ནས་གྲུབ་དེ། གནས་ཚང་ཁྲ་ཞིག་ཁྲ་བ་བྱེད་དེ་ད་ལྟ་ཡང་གསལ་བོ་གས་ཆགས་ཡོད་མ་རེད། བུ་ད་པ་ལི་ཏའི་རྩ་བ་ཤེས་རབ་ཀྱི་འགྲེལ་ཚུལ་ལ་ཡ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་དགག་པ་བཅོས་ནས་ད་དེའི་ནང་ལ་བདག་ལས་མ་ཡིན་གཞན་ལས་མིན་ཞེས་སོགས་ཀྱི་དོན་འགྲེལ་བའི་སྐབས་ལ། དེ་སྔ་ཙམ་མ་གཏོགས་སྒྲུབ་བྱེད་ཡང་དག་བཀོད་མི་འདུག་ཟིན་བྲིས་དགའ་བ་སྐྱོན་ཆེ། དེ་ནས་རང་རྒྱུད་ཀྱི་རྟགས་ཡང་དག་ངེས་པར་དུ་དགོས་ཡ་གཅིག་སྒྲུབ་པ་ཡིན་ཙང་ད་སློབ་དཔོན་ལེགས་ལྡན་འབྱེད་ལ་ཡ་དབུ་མ་རང་རྒྱུད་པའི་གཞི་འདེད་སོན་བྱེད་ཅེས་ནས་བརྩི་ཡ་དེ་འདུག་སུ་རེད་ད། རང་རྒྱུད་པའི་ཤིང་རྟའི་སྲོལ་ཕྱེ། ལས་ལྡན་འབྱེད་ཀྱིས་སངས་རྒྱས་བསྐྱངས་ལ། དགའ་བ་བརྒྱ་བཅས་མཐའ་འགྱུར་ཙམ་གྱིས། འབྲུག་བརྒྱ་འགྲུབ། མི་ཐུབ་པ། གཙོ་བོར་བཟུང་ནས་རང་རྒྱུད་ཀྱི་རྟགས་ལ་བརྟེན་དགོས་པ་དེ་གཙོ་བོར་བཟུང་ནས་འདི་བྱེད་པ་ཡིན་ཙང། འདི་ལ་ཡང་ཟླ་བ་བཀྲ་བས། དགའ་བ་བརྒྱད་ཀྱིས་བྱེད་པ་སྐྱོན་ཅན། ཟླ་བ་བཀྲ་བས་འབྲི་བ་ཚེ་གསལ་དང་དབུ་མ་འབྱོར་བ་ལ་སོགས་ཏེ་བཟོད་སྐབས་ལ་ལས་ལྡན་ལ་དགའ་བ་བརྒྱབ་ནས།

དབུ་མའི་གྲུབ་མཐའ་འདི་མ་དར་ཚུལ་གྱི་དབང་དུ་བྱས་པ་ཡིན་ན། ཀླུ་སྒྲུབ་དང་འཕགས་པ་ལྷའི་རྩ་བའི་གཞུང་དེ་སུ་བརྩམས། དེ་ལ་ཡང། སློབ་དཔོན་སངས་རྒྱས་བྱང་གིས་ཐ་མྱུར་དུ་བཀྲལ། དེ་ལ་ཡང་སློབ་དཔོན་ལེགས་ལྡན་འབྱེད་ཀྱིས་རང་རྒྱུད་དུ་བཀྲལ། དེ་ལ་ཡང་ཡང་སྦྱོར་ཟླ་བ་གྲགས་པས་ཐ་མྱུར་གྱི་གཞུང་རྐང་ཚུགས་པར་བྱས་ནས། དེ། དབུ་མ་པའི་ནང་ལོགས་ལས་རང་རྒྱུད་པ་བསལ་བྱེད་དང་མཐའ་འགྱུར་བ་བསལ་བྱེད་ཀྱི་དབྱེ་བ་གཉིས་ཅུང་ཡག་ཏུ་འདུག་ཟིན་པ་རེད། ད་དབུ་མ་པའི་གྲུབ་མཐའ་ལ་དབྱེ་བ་ཞིག་བྱེད་པ་ཡིན་ན་རང་རྒྱུད་པ་མཐའ་འགྱུར་བ་གཉིས་ད་གོང་དུ་ཤོད་ཟིན་པ་ནང་བཞིན་རེད། ད་དང་པོ་རང་རྒྱུད་པ་དེ་ལ་ཡ་དབུ་མ་རང་རྒྱུད་པའི་མཚན་ཉིད་ག་རེ་རེད་ཟེར་ལབ་པ་ཡིན་ན། ཐ་སྙད་དུ་རང་གི་མཚན་ཉིད་ཀྱིས་གྲུབ་པ་ཁས་ལེན་པ། རང་གི་མཚན་ཉིད་ཀྱིས་གྲུབ་པ་དེ་ཐ་སྙད་དུ་ཁས་ལེན་པ་རང་གི་མཚན་ཉིད་ཀྱིས་གྲུབ་པ་དང་འདི་འཕར་གྲུབ་པ་གཉིས་ལ་དབྱེ་བ་ཕྱེ་ནས། རང་ངོས་ནས་གྲུབ་པ་དང་རང་གི་མཚན་ཉིད་ཀྱིས་གྲུབ་པ། དེ་ཐ་སྙད་ཀྱི་དབང་དུ་བྱས་ན་ཡུལ་བ་བྱེད་དོན་དམ་དུ་མེད་པ་དེ་གཅིག་པ་རེད་དེ་ཐ་སྙད་དུ་རང་གི་མཚན་ཉིད་ཀྱིས་གྲུབ་པ་ཁས་ལེན་པའང་དེ་འདྲའི་བྱེད་ལས་ཡ་རང་རྒྱུད་བས་ལ་དགོས་པ་རེད། ད་རང་རྒྱུད་པའི་སྒྲ་བཤད་ར་བ་ག་རེ་རེད་ཅེ་ན། ཚུལ་གསུང་རང་ངོས་ནས་གྲུབ་པའི་རྟགས་ཡང་དག་ལ་བརྟེན་ནས་ཨ་ནི་གདིང་གྲུབ་འགོག་དགོས་པ་ཡིན་ཙང། ད་རང་རྒྱུད་པ་ཟེར་ལབ་ཡ་དེ་སོ་ཏན་ཏར་ཟེར་ཡ་དེ་སྐབས་འདི་ལ་རང་རྒྱུད་པ་དང་རང་ངོས་པ་གཉིས་པོ་དེ་འདྲ་པོ་འདྲ་པོ་རེད་ཅེ་རེད། དོན་གྱི་དབང་དུ་བྱས་ན་རང་ངོས་ནས་གྲུབ་པས་རང་གི་མཚན་ཉིད་ཀྱིས་གྲུབ་པའི་ཚུལ་གསུང་གི། རྟགས་ཆ་ཚང་བ་ཅིག་མེད་པ་ཡིན་ན་བསྒྲུབ་བྱ་བདེན་པར་མེད་པ་དེ་སྒྲུབ་ཐུག་མེད་པ། འོན་ཏེ་འདྲེ་ཁས་ལེན་མཁན་ཅིག་ཡིན་ཙང་དེ་ལ་ཡང་རང་རྒྱུད་པར་བྱས་ནས། ཐ་སྙད་བསྐྱར་སྟངས་དེ་སྡུག་ཟིན་མི་འདྲ། ད་རང་རྒྱུད་པ་ལ་ནང་གསེས་ཀྱི་དབྱེ་བ་ཕྱེ་བ་ཡིན་ན། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པ་དང་མདོ་སྡེ་སྤྱོད་པའི་དབུ་མ་རང་རྒྱུད་པར་བྱས་ནས། དབྱེ་བ་གཉིས་སུ་ཕྱེ་བ་རེད། ད་དེའི་ཐ་སྙད་འདི་འདྲ་སྦྱར་དགོས་ཡ་དེ་ག་རེའི་དབང་དུ་བྱས་པ་ཡིན་ཟེར་ན། སེམས་ཙམ་པ་དང་ཐག་ཉེ་བར་བྱས་ནས་སེམས་ཙམ་པའི་གྲུབ་མཐའ་ཁ་ཤས་རང་ལུགས་ལ་ཁས་བླངས་པ། བླངས་པའི་དབུ་མ་རང་གཅོད་པ་དེ་ལ་ཡང་རྣལ་འབྱོར་སྤྱོད་པའི་དབུ་མ་རང་གཅོད་པ། ཡང་ཁས་ལེན་ཚུལ་དེ་མདོ་སྡེ་པ་དང་ཐག་ཉེ་བར་བྱས་པ། དེ་ལ་ཡང་མདོ་སྡེ་སྤྱོད་པའི་དབུ་མ་རང་གཅོད་པ་ཟེར་ནས། ད་གང་ལྟར། ཐོག་མར་རྣལ་འབྱོར་བཅུ་པའི་དབུ་མ་རང་རྒྱུད་པར་གསལ་ཏེ་གང་འདྲི་ཅི་རེད་ཅེ་ན། གཟུང་འཛིན་རྫས་གཞན་གྱིས་སྟོང་པ་ཕྱི་དོན་ཁས་མི་ལེན་པ་རེད། ཕྱི་དོན་ཁས་མི་ལེན་རང་རིག་ཁས་ལེན་པའི་དབུ་མ་པ་དེ། རྣལ་འབྱོར་བཅུ་པའི་དབུ་མ་རང་རྒྱུད་པའི་མཚན་ཉིད་ནས་བཞག་ན་ཕལ་ཆེར་འགྲིག་གི་ཡོད་རྒྱུ་རེད་བསམ་འདུག་ད་རྣལ་འབྱོར་བཅུ་པའི་དབུ་མ་རང་རྒྱུད་པའི། སློབ་དཔོན་གྲགས་ཆེ་བ་རྣམས་ལ། ཞི་བ་ཚུལ་དེ་རེད་སློབ་དཔོན་ཞི་བ་ཚུལ་རྣལ་འབྱོར་བཅུ་པའི་དབུ་མ་རང་རྒྱུད་པའི།

རྡུལ་ཕྲན་བསགས་པའི་རྡུལ་ཕྲན་ཆ་མེད་ནས་ནི་རྡུལ་ཕྲན་བསགས་པའི་ཕྱི་རོལ་གྱི་དོན་ཡོད་པར་ཁས་ལེན་མཁན་དེ་ལ་ཡང་མདོ་སྡེ་བཅུ་པའི་འོག་མ་རང་རྒྱུད་པ་ད་དེའི་སློབ་དཔོན་གཙོ་ཆེ་བ་ར་བ་དེ་སློབ་དཔོན་ལས་བསྟན་རྗེས་འོང་དེ་འདྲས་ཡིན་པ་རེད་ད་སྒྲ་བཤད་དེ་ལས་སླ་བོ་རེད་སེམས་ཙམ་པ་དང་མཐུན་པ་ཡིན་ཙང་རྣལ་འབྱོར་བཅུ་པའི་འོག་མ་རང་རྒྱུད་པ་མདོ་སྡེ་པ་དང་མཐུན་པ་ཡིན་ཙང་མདོ་སྡེ་བཅུ་པའི་འོག་མ་རང་རྒྱུད་པ། ཏུ་རེད། ད་རང་རྒྱུད་པའི། གྲུབ་མཐའི་རྣམ་གཞག་མདོར་བསྡུས་གཅིག་གལ་ཞུས་པ་ཡིན་ན། གཞི་ལམ་འབྲས་གསུམ་གྱི་ཐོག་ནས་དང། སྔ་མ་ཚོས་ནང་བཞིན་གཞི་ལམ་འབྲས་གསུམ་གྱི་ཐོག་ནས་ཞུས་པ་ཡིན་ན། རང་རྒྱུད་པའི་གྲུབ་མཐའི་འཇོག་ཚུལ།

གཞི་དྲུག་ན་རང་གི་མཚན་ཉིད་འགྱུར་བས་ཁྱབ། ཤེས་བྱ་ཡིན་ན་རང་གི་མཚན་ཉིད་འགྱུར་བས་ཁྱབ་ཟེར་ཡང་དེ་ལྟར་རང་འགྱུར་བས་རྩ་བའི་རྒྱུ་རབ་ཀྱི་རེད། གང་ཡིན་ཟེར་ན། ཤེས་བྱ་གང་དང་གང་ཡིན་ན་ཡང་རང་གི་ངོ་བོ། ཡོད་པ་དེ་ག་འདྲས་འགྲོ་གི་རེད་ཟེར་ན། སྤྱིར་བཏང་བརྡ་ཤེས་ལ་བརྟེན་ནས་བཏགས་པ་ཤ་སྟག་རེད་དེ་བརྡ་ཤེས་ལ་བརྟེན་ནས་བཏགས་པའི་དོན་དེ་བཙལ་བའི་སྐབས་ལ་ཡང་རྙེད་རྒྱུ་ཡོད་པ་ཅིག་མ་བྱུང་ན་ནི་ཆད་ལྟ་ལ་ལྷུང་གི་རེད། རྙེད་རྒྱུ་མེད་ན་ཡང་ནི་ཁོས་ཡོད་ཟེར་ཡ་དེ་འགྲིག་གི་ཡོད་མ་རེད། འོ་དེ་འདྲ་ཡིན་ཙང་རང་གི་མཚན་ཉིད་ཀྱི་གྲུབ་པ། རང་བཞིན་གྱི་གྲུབ་པ། སྡོད་ལུགས་ཀྱི་ངོས་ནས་གྲུབ་པ། འདི་བཅད་དེ་ཡོད་རེད། གདིང་བར་གྲུབ་པ་དང་དོན་དམ་དུ་གྲུབ་པ་ཡོད་མ་རེད་མ་གཏོགས་པས། འདི་ལས་གཞན་པའི་བདག་བཞིན་དུ་བཙལ་ན་གཉིས་ཡ་ཡོད་པ། འདི་འདྲ་ཡིན་དུས་སྐབས་འདི་ཡང་རང་བཞིན་གྱིས་གྲུབ་པ་དང། རང་གི་མཚན་ཉིད་ཀྱིས་གྲུབ་པ་དང།

ད་འོ་མ་རང་རྒྱུད་པའི་བདེན་པ་གཉིས་ཀྱི་འཇོག་ཚུལ་དེ་ལ། རང་མངོན་སུམ་དུ་རྟོགས་པའི་མངོན་སུམ་ཚད་མས་རང་ཉིད་རྙེད་ན་ནུབ་པའི་ཚུལ་གྱིས་རྟོགས་པར་བྱ་བ་དེ་དོན་དམ་བདེན་པའི་མཚན་ཉིད་ལ་བཞག་ན་འགྲིག་གི་ཡོད་རེད། རང་ཉིད་མངོན་སུམ་དུ་རྟོགས་པའི་མངོན་སུམ་ཚད་མ་དེ་ཡི་རྗེས་སུ་དཔག་པའི་ཚུལ་མ་ཡིན་པ། རང་ཉིད་མངོན་སུམ་དུ། རང་ཉིད་ལ་མངོན་སུམ་ཚད་མར་བཅོས་ནས་མངོན་སུམ་རྟོགས་པའི་སྐབས་ལ་ཡང་གཉིས་སྣང་དང་བྲལ་བ་གཉིས་སྣང་ནོར་བའི་ཚུལ་གྱིས་སྒོ་ནས་རྟོགས་དགོས་ཡང་དེ་ལ་ཡང་དོན་དམ་བདེན་པ། ད་མཚན་གཞི་ལྟ་བ་ལ་ཕྱག་བྱ་བ་ཡིན་ན་བུམ་པ་བདེན་པར་མེད་པ། བུམ་པ་བདེན་པར་མ་གྲུབ་པ། བུམ་པ་བདེན་གྲུབ་དཀའ་བ། འོ་དེ་སྤྱད་དེ། དོན་དམ་བདེན་པ་རེད། ད་རང་མངོན་སུམ་དུ་རྟོགས་པའི་མངོན་སུམ་ཚད་མས་གཉིས་སྣང་དང་བཅས་པའི་སྒོ་ནས་རྟོགས་པར་བྱ་བ་དེ་ཀུན་རྫོབ་བདེན་པ། གཉན་སྣང་ཟེར་ཡ་དེ་རྒྱང་ཁྱད་དུ་འཛིན་པའི་སྣང་བ་ཅིག་རེད། ཡུལ་ཅན་ལས་ཐ་དད་དུ་རྒྱང་ཁྱད་འཛིན་པའི་སྣང་བ་འདི་ལྟ་བུ་ལ་ཡང་དེ་ལྟ་བུ་ལ་ཡང་ཀུན་རྫོབ་བདེན་པ་ཟེར། ད་ཀུན་རྫོབ་བདེན་པའི་མཚན་གཞི་ལྟ་བུ་བཞག་གོ་ཞེ་ན་བུམ་པ་དེ་རེད། བུམ་པ་ཀུན་རྫོབ་བདེན་པ། བུམ་པ་བདེན་མེད་དོན་དམ་བདེན་པ། ད་ཆོས་ཐམས་ཅད་ཀྱི་སྟེང་དུ་བདེན་པ་ཉིད་ཀྱི་ཚུལ་དེ་འདུག་ཚུལ་རེད། ད་དོན་དམ་བདེན་པ་ལ་ཡང་དབྱེ་བ་ཕྱེ་བ་ཡིན་ན། རྒྱས་པར་ཕྱེ་ན་སྟོང་ཉིད་བཅུ་དྲུག།

དབྱེ་བ་ཕྱེ་བ་ཡིན་ན། ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་ཅེས་ནས་ཀུན་རྫོབ་ཀྱི་དབྱེ་བ་གཉིས་བཤད་ཀྱི་རེད། ད་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་ཀྱི་དབྱེ་བ་ཕྱེ་སྟངས་དེ་ག་རེ་རེད་ཅེ་ན། འཇིག་རྟེན་དུ་སྣང་བ་དེར་གྲུབ་པར་གྲགས་པ་དེ་ལ་ཡང་དག་ཀུན་རྫོབ་དང། འཇིག་རྟེན་དུ་ཡང་སྣང་བ་དེར་མ་གྲུབ་པ་དེ་ལ། ལོག་པའི་ཀུན་རྫོབ་ཟེར། དཔེར་ན་ཆུ་ལྟ་བུ་ཡང་དག་ཀུན་རྫོབ། སྨིག་རྒྱུ་ལྟ་བུ་ལོག་པའི་ཀུན་རྫོབ་སྨིག་རྒྱུ་ལས་ཆུར་འཁྲུལ་བའི་སྐབས་ལོག་པའི་ཀུན་རྫོབ། བུམ་པ་ལྟ་བུ་ཡང་དག་ཀུན་རྫོབ། མེ་ལོང་ནང་གི་བུམ་པའི་གཟུགས་བརྙན་ལྟ་བུ་ལོག་པའི་ཀུན་རྫོབ། ཨ་འདུ་བྱེད་ནི་ཀུན་རྫོབ་ལ་ཡང་ལོག་གཉིས་ཀྱི་དབྱེ་བ་ཕྱེ་བ་རེད། ལྟ་རྒྱུད་ཅན་གྱི་ཆ་ནས་བཤད་པ་ཡིན་ན། རང་རྒྱུད་པ། རྣལ་འབྱོར་སྤྱོད་པ་དང་འདུ་སྤྱོད་པ་གཉིས་ཆ་ལོག་གི་རྣམ་ཤེས་ཚོགས་དྲུག་མ་གཏོགས་ཁས་ལེན་གྱི་མ་རེད། ཀུན་གཞི་དང་ཉོན་ཡིད། རྣལ་འབྱོར་སྤྱོད་པ་ཡིན་ན་ཡང་ཁས་མི་ལེན་པ་རེད་དེ། གྲུབ་མཐའི་དབང་གིས་དགོས་མཁོ་སྨྲས་པ་ཇི་སྲིད་ནས་ཀུན་གཞི་ཡིད་བཞིན་རྣམ་ཤེས་དང་ཉོན་ཡིད་སྲིད་ཡ་དེ་སྲིད་འཛིན་པ་ན་ཅིག་ཁས་ལེན་གྱི་མ་རེད། བྱས་ཙང་རྣལ་འབྱོར་སྤྱོད་པ་འདུ་སྤྱོད་པ་གཉིས་ཆ་ལོག་གི་ཡུལ་ཅན་བཞག་པའི་སྐབས་ལ་ཡང་རྣམ་ཤེས་ཚོགས་དྲུག་མ་གཏོགས། དབང་པོའི་རྣམ་ཤེས་ལྔ་དང་ཡིད་ཀྱི་རྣམ་ཤེས་བཅས་ཨ་འདུ་རྣམ་ཤེས་ཚོགས་དྲུག་བྱ་བ་རེད། རྣམ་ཤེས་ཚོགས་དྲུག་གི་ནང་ནས་ཡིད་ཀྱི་རྣམ་པར་ཤེས་པ་དེ་གང་ཟག་གི་མཚན་གཞི། མཚན་གཞི་ཡིད་ཀྱི་རྣམ་ཤེས་ཟིན་ལ་དུས་ག་ལ་ད་གང་ཟག་ཕུང་པོའི་སྟེང་དུ་བཙལ་ནས་རྙེད་དགོས་དུས་ག་ལ་ཡ་གང་ཟག་ཕུང་པོའི་སྟེང་དུ་བཙལ་ནས་རྙེད་ཡག་གི་གང་ཟག་དེ་ཡིད་ཀྱི་རྣམ་ཤེས་དེ་རེད། དེ་ལ་ཡ་དེ་ཐ་སྙད་ལ་ཡ་མཚན་གཞི་ཡིད་ཀྱི་རྣམ་ཤེས་ཟིན་དུས་སུ་ལབ་དགོས་པ་རེད།

རྟག་ཅིང་རང་དབང་ཅན་གྱི། གང་ཟག་གི་བདག་གིས་སྟོང་པ་དེ། འཆོལ་བའི་འདུལ་བ་ན་བཞིན་རྟག་པར་སྤྱི་བོར་རང་དབང་རྟག་ཅིང་རང་དབང་ཅན་གྱི་གང་ཟག་གི་བདག་མེད་པ་དེ་གང་ཟག་གི་བདག་མེད་རགས་པར་བྱས། གང་ཟག་རང་རྐྱ་ཐོབ་ཐུབ་པའི། རྫས་ཡོད་དུ་མ་གྲུབ་པ་དེ། གང་ཟག་གི་བདག་མེད་ཕྲ་མོ་བྱས། དེ་ཡིས་གང་ཟག་གི་བདག་མེད་ཕྲ་རགས་གཉིས།

ཆོས་ཐམས་ཅད་བདེན་པར་མ་གྲུབ་པ་དེ། ཆོས་ཀྱི་བདག་མེད་ཕྲ་མོ་འདི་བྱེད། བུམ་པ། རང་འཛིན་མཚན་མ་ལས་རྫས་གཞན་དུ་མ་གྲུབ་པ་དེ། བུམ་པའི་སྟེང་གི་ཆོས་ཀྱི་བདག་མེད་རགས་པ། དེ་ནས་བུམ་པའི་བུམ་པ་བདེན་པར་མ་གྲུབ་པ་དེ། བུམ་པའི་སྟེང་གི་ཆོས་ཀྱི་བདག་མེད་ཕྲ་མོ། གཙོ་ཆེན་ཆོས་ཀྱི་བདག་མེད་ཕྲ་རགས་གཉིས་ཀྱི་དབྱེ་བ་ཕྱེ་གི་ཡོད་རེད། ད་ལམ་གྱི་སྤང་བྱ་ལྟ་བུ་ལ་མཚོན་པ་ཡིན་ན། གང་ཟག་གི་བདག་འཛིན་དེ་གང་ཟག་གི་བདག་འཛིན་ཕྲ་རགས་གཉིས་ཆར་ལ་ཉོན་སྒྲིག་གི་ངོ་བོ་ལ་དེ་བྱེད། དེ་ནས་ཆོས་ཀྱི་བདག་འཛིན་ཕྲ་རགས་གཉིས་ཆར་ལ་གཞི་སྒྲིག་གི་ངོ་བོ་ལ་བྱེད། ཨ་མདོས་བྱས་ནས་ཉན་རང་ཕ་བས་གང་ཟག་གི་བདག་འཛིན་སྤངས་པ་མ་གཏོགས་ཆོས་ཀྱི་བདག་འཛིན་མི་སྤངས་རེད། ཆོས་ཀྱི་བདག་འཛིན་སྤངས་ནས་ཆོས་ཀྱི་བདག་འཛིན་དེ་ཤེས་རིག་གི་ངོ་བོ་ལ་བཞག་པ་ཡིན་ཙང། སངས་རྒྱས་ཀྱི་གོ་བ་འདུ་བའི་སྐབས་ལ་ཆོས་ཀྱི་བདག་འཛིན་དེ་སྤོང་ཡ་ཆེ། མདོ་སྡེ་བཅུ་པའི་འོག་མ་རང་རྒྱུད་པའི་གཟུང་འཛིན་རྫས་གཞན་སྟོང་པ་ཁས་མི་ལེན་པ་ཡིན་ཙང། ཆོས་ཐམས་ཅད་བདེན་པར་མེད་པ་དེ་ཆོས་ཀྱི་བདག་མེད་དེ་ལས་ཕྲ་རགས་ཀྱི་དབྱེ་བ་མ་མཆིས་པ་ཆོས་ཀྱི་བདག་མེད་གཅིག་རང་ལ་བཞག་པ་རེད་འདུག་ཟིན་ཙང་དེ་ནས་སྤང་བྱའི་ཉོན་མོངས་དེ་ལ་གང་ཟག་གི་བདག་འཛིན།

ལམ་གྱི་དགོངས་འཆར་གཙོ་བོ་དེ། གཟུང་འཛིན་རྫས་གཞན་གྱིས་སྟོང་པ་དེ་རེད། གཟུང་འཛིན་རྫས་གཞན་གྱིས་སྟོང་པའི། སྟོང་ཉིད་བསྒོམ་པ་ལ་བརྟེན་ནས། ཤེས་སྒྲིབ་རགས་པ་དེ་ཡང་རང་རྒྱལ་གྱིས་སྤངས་པ་ཡིན་ཟེར་བ་རེད། འོན་ཏེ་འདྲེ་ཡིན་ཙང་ཉན་རང་ཉིད་ཀྱི་སྤང་བྱ་ལས་ཁྱད་པར་ཡོད་པ་བྱེད། རྣལ་འབྱོར་བཅུ་པས། མདོ་སྡེ་བཅུ་པས་ཉན་རང་ཉིད་ཀྱི་སྤང་བྱ་ལ་མྱོས་དྲིས་དེ་མ་གཏོགས་བྱེད་པར་མེད་པར་བྱས། སྤྱིར་ར་མ་མདོ་སྡེ་པ་ནང་བཞིན་བྱས་ནས་ཉན་རང་ཉིད་ཀྱི་སྤང་བྱ་ལ་བྱེད་པ་མེད་པར་མཛོད། རྟ་ལམ་གྱི་ངོ་བོ་དེ་ནི་རྟ་ལམ་ངོ་བོ་དེ་ལྔ་སོང་བཅོ་ལྔ་ཡོངས་གྲགས་རེ་གཅིག་པ། དེ་འདྲ་ཡིན་དུས་སྐབས་ལ་ཡ། ཉན་ཐོས་ཀྱི་ལམ་ལྔ། རང་རྒྱལ་གྱི་ལམ་ལྔ། ཐེག་ཆེན་གྱི་ལམ་ལྔ། ད་ཐེག་ཆེན་གྱི་ལམ་ལྔ་གི་སྒོ་འབྱེད་གཙོ་བོ་དེ། སྒོ་འབྱེད་གཙོ་བོ་དེ། སྟོང་ཉིད་དེ་བྱས། ད། ཁྱོད་ཀྱི་བདག་འཛིན་དེ་ཤེས་རིག་ལ། བཞག་པ་ཡིན་ཙང། ཁྱོད་ཀྱི་བདག་འཛིན་དེ་ཤེས་རིག་ལ་བཞག་པ་ཡིན་ཙང།

འདི་ལ་ཡང་རང་རྒྱུད་པ་དང་མཐའ་འགྱུར་བ་གཉིས། དབྱེ་བ་སྤྱི་ཡི་ནང་གི། ཏེ་རང་རྒྱུད་པའི་སྐོར་ཏེ། མདོར་བསྡུས་གཅིག། གསུངས་ཟིན་པ་བཅས་ད་ལྟ་འདི། མཐའ་འགྱུར་བའི་སྐོར་ལ། ངོ་སྤྲོད་མདོར་ཙམ་གྱིས་ཞུས་པ་ཡིན་ན། ད་ཐོག་མ། མཐའ་འགྱུར་བའི་གྲུབ་མཐའི། གྲུབ་མཐའ་སྨྲ་བའི་མཚན་ཉིད་འདྲ་བར་བཞག་པ་ཡིན་ན། རང་གི་མཚན་ཉིད་ཀྱི་གྲུབ་པ།

ཁས་བླང་གི་ཡོད་རེད། རང་རྒྱུད་པ་ལྟ་བུ་ཡིན་ན་ཡང་རང་གི་མཚན་གྱིས་གྲུབ་པ་དེ་དོན་དམ་དུ་མེད་པ་འདི་ཁས་ལེན་གི་ཡོད་རེད། ཡིན་ནའི་ཐ་སྙད་དུ་རང་གི་མཚན་གྱིས་གྲུབ་པ་ཡོད་པ་ཁས་ལེན་དགོས་རེད་པ། འོན་དེ་འདྲ་ཡིན་ཙང། རང་གི་མཚན་གྱིས་གྲུབ་པ་དེ་ཐ་སྙད་དུ་ཡང་མེད་པ་ཁས་ལེན་པའི་ངོ་བོ་ཉིད་མེད་པ་སྨྲ་བའི་སྒྲོ་བཏགས་སྨྲའང་དེ་ལ་ཡང་མཐའ་འགྱུར་བར་བྱེད་དེ། མཚན་ཉིད་ཀྱི་དབང་དུ་བྱས་ན་དེ་འདྲ་རེད། ཅེས་དང། སྒྲ་བཤད་ཀྱི་དབང་དུ་བྱས་ན། སྤྱི་དང་མཐའ་འགྱུར་བ་ཟེར་ཡ་དེ། སྒྲ་བཤད། གསུང་དང་འདྲ་མིན། ཅི་རིགས་ཀྱི་ཡོད་རེད་དེ། ད་ར་བ་ཙམ་གྱིས་ཞུས་པ་ཡིན་ན། ཚུལ་གསུམ་གྱི། རྟགས་ཀྱི། ཚུལ་ཐམས་ཅད་མ་གྲུབ་པ་ཡིན་ན་ཡང། མཐའ་འགྱུར་ཙམ་ལ་བརྟེན་ནས་ཕྱི་རྒྱུད་ཀྱི་རྒྱུད་ལ། བསྒྲུབ་བྱ་རྟོགས་པའི་བགྱི་བ་ཅི་ནུས་པ། ཞལ་གྱིས་བཞེས་པ་ཡིན་ཙང་ཐ་སྒྱུར་བ་སུ་བྱས་ནས། ཐ་སྙད་བསྡུ་སུ་ཡིན་ཟེར་ནས་བསྡུ་སུ་གསུངས་པ་རེད། སྒྲ་བཤད་ཀྱི་ཚུལ་དུ་བྱས་པ་ད་ལྟའི་སྒྲ་བཤད་ཙམ་རེད་མ་གཏོགས་བྱ་བ་དེ་འགལ་ཡོད་མ་རེད། ཡིན་ནའི་ཐ་སྒྱུར་བའི་ལུགས་ལ་ཡང་ཚུལ་གསུམ་གྱི། བརྟག་བཀོད་མོ་འགོར་བ་བྱས་ནས། མཐའ་འགྱུར་ཙམ་གྱིས་བསྒྲུབ་བྱ་བཏུ་བའི་རྗེས་པ་ཅི་དང་མི་ཅི། དེ་ཡང་མཁས་པ་ཚོས་བཞེད་ཚུལ་མི་མཐུན་པ་སྣ་ཚོགས་ཡོད་རེད། ད་ཡིན་ནས་གཞུང་མང་པོའི་ནང་ལ་མཐའ་འགྱུར་བའི་སྒྲ་བཤད་དེ། མཐའ་འགྱུར་ཙམ་གྱིས་ཅི་དགོས་རྒྱུ་ལ་བསྒྲུབ་བྱ་བཏུ་བ་ལྷག་པར་དུ་དགག་བྱ་སྡིག་འཇུག་འགོག་པའི་སྐབས་ལ་ཆོས་དང་གང་ཟག་གི་དགག་བྱ་འགོག་པའི་སྐབས་ལ་ཡང་རྩོད་གསུངས་ཚང་བའི་རྟགས་ཀྱིས་འགྲོ་དང་ཆ་ཚང་མ་གོ་བར་བྱས་ནས་མཐའ་འགྱུར་ཙམ་ལ་དཔེར་ན། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་ལུགས་འགྲོ་བའི་གཞུང་སྤྲེལ་ལས་བཀབ་ལ། སྤྲེལ་ཚོས་ན་གཞི་ནས་མཐའ་འགྱུར་ཙམ་གྱིས་འདྲིས་པར་བྱས་ནས་འདུག་ཅེས་པ་དེ་ནི་ཡང་མཐའ་འགྱུར་རོ། ད་མཐའ་འགྱུར་བའི་མཚན་དེ་ལས་ཡང། མཚན་གྱི་རྣམ་གྲངས་གཞན་པ་ལས་ཡང། གཞན་འདྲ་བ། དབུ་མ་གཞན་འདྲ་བ་དང། རབ་ཏུ་མི་གནས་པའི་དབུ་མ་པ། ཅེས་ནས། མཐའ་འགྱུར་བའི་ཐ་སྙད་དེ་ལས། རྒྱ་གཞུང་འཛིན་ཚུལ་ནང་ལ་རབ་ཏུ་མི་གནས་པའི་དབུ་མ་བ་བསལ་ཏེ། དང་པོ་དེ་བ་མངས་ར་ཅེས་ཀྱང་ཡོད་ས་རེད། ད་རབ་ཏུ་མི་གནས་པའི་དབུ་མ་བ་བསལ་ཏེ་མཐའ་གཉིས་ལ་མི་གནས་པ་ཡིན་ཙང་རབ་ཏུ་མི་གནས་པའི་དབུ་མ་པ། གཞན་འདྲ་བ་བསལ་ཏེ། མཐའ་འགྱུར་བ་དང།

ཀུན་རྫོབ་བདེན་པ་ལྟ་བུ་ལ་བྱ་མཚོན་པ་ཡིན་ན། ཐ་སྙད་བཅུད་བྱས་ཀྱི་ཚད་མས་གཉིས་བདུན་གང་ཞིག་ཆུ་ག་འདྲེ་བྱིན་པ་ཡིན་ན་ཡང་ཐ་སྙད་བཅུད་བྱས་ཀྱི་ཚད་མས་གཉིས་བདུན་གང་ཞིག་ཐ་སྙད་བཅུད་བྱས་ཀྱི་ཚད་མ་དེས་རང་ཉིད་ལ་ཐ་སྙད་བཅུད་བྱས་ཀྱི་ཚད་མར་བཟུང་བ་དེ་ནི་ཀུན་རྫོབ་བདེན་པ་ཟེར། དེ་ཀུན་རྫོབ་བདེན་པའི་མཚན་ཉིད་ཟེར་ལབ་ནས་འགྲིག་གི་ཡོད་པ་རེད། མཚན་གཞི་ལྟ་བུར་བྱ་ནི་སྤུངས་པ་ལྟ་བུ། ད་ཀུན་རྫོབ་བདེན་པ་ལ་རང་རྒྱུད་པ་མེད་ཕྱིར་ན་བཞིན་དབྱེ་བ་མི་ཕྱེད་པ་རེད། ཀུན་རྫོབ་ཡིན་ན་ལོག་པའི་ཀུན་རྫོབ་ཡིན་པས་ཆགས་པ་མཐའ་འགྱུར་བའི་གཞི་ཚུལ་རེད། ཨང་དུ་བྱས་དེ་ནས་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་སྲིད་ཡ་གི་ཐ་སྙད་བཞག་ཡ་དེ། འཇིག་རྟེན་རང་དགའ་བའི།

ལྟ། དོན་དམ་བདེན་པའི་དབྱེ་བ་ལ། སྟོང་ཉིད་རྒྱུ་དྲུག་དང་བཞི་ལ་སོགས་དབྱེ་བ་ཕྱེ་བ་དེ་རང་རྒྱུད་པ་དང་ཐ་འགྱུར་བ་ལ་ཁྱད་པར་མེད་པ་རེད། ཨ་མདོ་སུ་ཁྱད། ལྟ། དེ་འདྲ་བའི་དབུ་མ་ཐ་འགྱུར་བ་ལ་ཡང་ནང་གསེས་ཀྱི་དབྱེ་བ་རང་རྒྱུད་པ་ན་ནང་གསེས་ཀྱི་དབྱེ་བ་མེད་པ་རེད། ཐ་འགྱུར་བ་དེ་རང་གི་ཐུན་མོང་མ་ཡིན་པའི་དྲུག་དང། རྐང་བཙུགས་ནས། གར་བཟོ་བ་རང་གི་ཐུན་མོང་མིན་པའི་གྲུ་ཐག་གཞུང་བཙུགས་ནས་འཛིན་མཁན་གྱིས་བཟུང་བ་ཡིན་ཙང། གྲུ་ཐག་གཞན་པ་སུ་དང་མཐུན་པ་དང་གྲུ་ཐག་གཞན་པ་སུས་ནས་པི་བླངས་པར་བ་དེ་འདྲས་མེད་པ་ཡིན་ཙང་རང་བྱུས་པ་ནང་བཞིན་དབྱེ་བ་དེ་མི་ཆེ་བ་རེད། ད་ལམ་གྱི།

ད་སྐབས་འདིར་གང་ཟག་གི་བདག་མེད་ཕྲ་རགས་གཉིས་བཞག་ཡ་དེ། གང་ཟག་རང་ཅག་ཐོབ་པའི་རྫས་ཡུལ་གྱིས་སྟོང་པ་དེ་གང་ཟག་གི་བདག་མེད་རགས་པ་ལ་བཞག་པ་རེད། གང་ཟག་གི་བདག་མེད་རགས་པ་དེ་ཉན་རང་བབས་པའི་དགོངས་འཆར་ཙམ་གྱིས་རེད། དེ་བཞིན་བབས་པའི་དགོངས་འཆར་ནང་ནས་མ་བུད་ཙམ་གྱིས་རེད་མ་འདུག་སྟེ། གཙོ་བོར་དམིགས་ནས་དགོངས་འཆར་ཅིག་བྱ་གི་ཡོད་མ་རེད། དེ་ནས་ད་འགྱུར་བའི་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ཕྲ་མོ་ཆོས་ཀྱི་བདག་མེད་ནི་ཕྲ་རགས་ཀྱི་དབྱེ་བ་འགལ་ཡོད་མ་རེད། གང་ཟག་གི་བདག་མེད་ཕྲ་མོ་དང་ཆོས་ཀྱི་བདག་མེད་བཞག་པའི་སྐབས་ལ་ཡང་ཆོས་དང་གང་ཟག་གི་བདག་མེད་དེ་དགག་བྱའི་ཆོས་ལ་ཁྱད་པར་མེད་པ་རེད། ཕྲ་རགས་ཀྱི་ཁྱད་པར་མེད་པ་རེད། གང་ལྟར་གང་ཟག་གི་སྟེང་དུ་རང་ངོས་ནས་གྲུབ་པ་དང་རང་མཚན་གྱིས་གྲུབ་པ་བཀག་པའི།

བདག་མེད་གཉིས་པོར་ཞོག་ཚུལ་དེ། དགའ་བྱེད་བདག་གི་ཕྲ་རགས་ཀྱི་ཆ་ནས་བཞག་པ་མ་ཡིན་པར། སྒོ་བཞིའི་ཆོས་ཅན་གྱི་ཆ་ནས་དབྱེ་བ་ཕྱེ་བ་མ་གཏོགས། གང་ལྟར། བདག་འཛིན་གཉིས་ཀྱིས་བདག་འཛིན་ལྷན་ཅིག་གི་ལོག་པར་འཛིན་པའི་སྐབས་ལ་ཡང། གཞི་གང་ཟག་གི་སྟེང་དུ་འཛིན་པ་དེ་གང་ཟག་གི་བདག་འཛིན། གཞི་ཆོས་ཀྱི་སྟེང་དུ་འཛིན་པ་དེ་ཆོས་ཀྱི་བདག་འཛིན། དེ་འགོག་པ་གཉིས་པོ་དེ་ལ་ཡང་གང་ཟག་གི་བདག་མེད་ཆོས་ཀྱི་བདག་མེད་ཅེས་ནི་དུ་བྱ་བ་རེད། ད་མཚན་གཞི་ལྟ་བུར་མཚོན་པ་ཡིན་ན། དོན་གྱི་དམ་བཅའང་གང་ཟག་ཇི་རགས་པ་གཅིག་རང་གི་མཚན་གྱིས་མ་གྲུབ་པའམ་རང་ངོས་ནས་མ་གྲུབ་པ་དེ་གང་ཟག་གི་བདག་མེད་དང། ཕུང་སོགས།

བདེན་འཛིན་གྱིས་དྲངས་པའི་བདེན་འཛིན་དང་བདེན་འཛིན་ལས་ལྕི་བའི་ཆགས་སོགས་ཉོན་མོངས་པ་རྩ་ཉོན་དྲུག་དང་ཉེ་མོ་ཉོན་ཉེ་ཉེ་ཉོན་ཉེ་ཤུ་ལ་སོགས་པ་དཔེར་ན་དྲུག་དང་འོག་མ་དེ་ཚོས་བདེན་འཛིན་བཞི་བསྒྲིལ་ལ་བཞག་པའི་སྐབས་མང་པོ་ཡོང་གི་འདུག་ཨང། དྲུག་དང་འོག་མ་མང་ཆེ་བས་བདེན་འཛིན་དེ་བཞི་བསྒྲིལ་ལ་འདོད་པ་རེད། བྱས་ཙང་མཐའ་འགྱུར་བས། ཐུན་མོང་མ་ཡིན་པའི་འཛིན་སྟངས་རོ་གཅིག་ལ་ཡང། བདེན་འཛིན་གྱི་བློ་དེ་ཉོན་སྒྲིག་གི་ནང་ལ་བཞག་ཡ་བྱེད། ད་ཤེས་སྒྲིག་དེ་ག་རེ་རེད་ཅེ་ན་བདེན་འཛིན་གྱི་བག་ཆགས། བདེན་འཛིན་གྱི་བག་ཆགས་ལས་བྱུང་བའི་གཉིས་སྣང་འཁྲུལ་པའི་བློ། ད་ག་ནང་བཞིན་བདེན་གཉིས་ངོ་བོ་ཐ་དད་དུ་འཛིན་པའི་དྲི་མ།

ལམ་གྱི་སྤང་བྱ་དང་ཕྱིས་མྱོང་གི་སྒྲིབ་པ་གཉིས་པོ་དེ། ཕྱིས་མྱོང་གི་སྒྲིབ་པ་གཉིས་པོ་དེ་འདུ་སོ་བྱེད། ད་གང་ལྟར་མཐའ་འགྱུར་བའི་ཐུན་མོང་མ་ཡིན་པའི་ལུགས་འདི་ལ་ཡང་རང་གི་མཚན་ཉིད་ཀྱིས་མ་གྲུབ་པ། གཞི་གང་ཡིན་གཞི་དང་གང་གཞི་གང་དང་གང་ཡིན་ན་ཡང་དེ་རང་གི་མཚན་ཉིད་ཀྱིས་མ་གྲུབ་པའམ་རང་ངོ་ནས་མ་གྲུབ་པ་རྟོགས་པའི་བློ་དེ། སྟོང་ཉིད་རྟོགས་པའི་བློ་ཟེར་ནའི་མི་འདུག་དོན་དམ་རྟོགས་པའི་བློ་ཅེས་བྱ་གི་ཡོད་པ་རེད། རང་གི་མཚན་ཉིད་ཀྱིས་གྲུབ་ཟེར་ཡ་དེ་སྤྱི་དང་རང་གི་མཚན་ཉིད་ཀྱིས་གྲུབ་ཚུལ་དེ་ལ་ཡང་གྲུབ་མཐའ་མང་བ་སོ་སོས་རང་རང་གི་བཞེད་ཚུལ་མི་འདྲ་བ་སྣ་ཚོགས་ཀྱིས་ཡོད་པ་རེད། གཞི་རྩའི་མི་འདྲ་བ་སྣ་ཚོགས་ཀྱི་ཡོད་པ་རེད་དེ་མཐའ་འགྱུར་བས་རང་གི་མཚན་ཉིད་ཀྱི་གྲུབ་པ་ཟེར་ཡག་དེ། སྤྱི་དང། རང་མཚན་དང་སྤྱི་མཚན་ཟེར་ཡག་གི་རང་གི་མཚན་ཉིད་བཞག་ཚུལ་སྤྱི་དང། རང་གི་མཚན་ཉིད་ཀྱི་གྲུབ་པ་ཤེས་པའི་རང་གི་མཚན་ཉིད་བཞག་ཚུལ་ཨོ་དེ་ཚོ་ད་ནང་གསེས་ཀྱི་དབྱེ་བ་མི་འདྲ་བ་སྣ་ཚོགས་ཡོད་རེད། མཐའ་འགྱུར་བས་གཏུམ་མོ་མ་ཡིན་པའི་ལུགས་ལ་ཡང་རང་གི་མཚན་ཉིད་ཀྱིས་གྲུབ་པར་གཟིགས་ཡ་སྟེ། སྒྲ་དང་རྟོག་པའི་གདགས་གཞི་ཆོས་གདགས་གཞི་དངོས་པོ་གང་ཡང་རུང་བ་གཅིག་གི་ཐོག་ལ་ཆོས་དེ་དང་དེའི་མིང་རྐྱང་དང་རྟོག་པས་བཏགས་པ་ཙམ་གྱིས་མ་གཏོགས། གདགས་གཞི་ངོས་ནས་ཡུལ་དེའི། མེད་པར་གཅིག་བདག་གཞི་ངུས་ནས་གྲུབ་པ་ཅིག་མེད་པར་གཅིག། རང་གི་མཚན་ཉིད་ཟེར་ཡ་དེ་རང་དེ། རྡོ་རྗེ་ཀྱི་རྟོག་པས་བཏགས་པ་ཙམ་མ་ཡིན་པར། རྡོ་རྗེ་ཀྱི་རྟོག་པ་ལས་གཞན་པའི་དངོས་པོ་གང་དང་གང་ཡིན་ནས་དེ་རང་གི་ངོས་ནས་རང་གི་མཚན་ཉིད་ཟེར་དུས་དེ་ག་ལ་རང་གི་ངོ་བོའམ་རང་གི་བདག་གྲུབ་ཆ་ལྟ་བུ་གཅིག་རྡོ་རྗེ་ཀྱི་སྒྲ་རྟོག་ལ་མ་བརྟུལ་བ་བྱས་ནས་ཡུལ་བ་ཅི་ལ་ཡ། དུ། རང་གི་མཚན་ཉིད་བཙལ་ཏེ་ལབ་དགོས་པ་རེད། ད་དེ་ལྟ་བུ་མེད་པ་དེ་ལ་རང་གི་མཚན་ཉིད་ཀྱིས་མ་གྲུབ་བ་བྱས་ནས། གཟུང་དང། ལྟ་འདུག་སུ་ཡིན་པ་རེད། བྱས་ཙང། འདུག་བྱས་པའི་སྐབས་ལ་ཡ། རང་གི་མཚན་ཉིད་ཀྱིས་མ་གྲུབ་པའི་དོན། མདོར་བསྡུས་ནས་ཞུས་པ། གར་སོང་བར་ད་དོམ་རབ་བརྒྱབ་ནས་ཞུས་པ་ཡིན་ན། མིང་དང་རྟོག་པས་བཏགས་པའི་ཆུ། དེ་ཙམ་གྱིས་ལ་མིང་དང་རྟོག་པས་བཏགས་ཙམ་གྱིས་ལ་ཡ། ཡོད་པར་བཞག་ཡ་དང། ལྟ་སྟངས་དེའི་ཐོག་ནས་རྒྱུ་འབྲས་རྟེན་འབྱུང་གི་བྱ་བྱེད་ཀྱི་རྣམ་གཞག་ཐམས་ཅད་ཐེག་པ་གཅིག་ལ། དེ་ཆོས་དེ་དང་དེའི་ཐ་སྙད་ཀྱི་ངོ་བོར་བཞག་པ་ཙམ་མ་གཏོགས། བཏགས་པའི་དོན་དེ་ཐ་སྙད་དཔྱོད་བྱེད་ཀྱི་རིགས་པས་བཙལ་བ་ཡིན་ནའི་འདྲ་དུ། དོན་དམ་དཔྱོད་བྱེད་ཀྱི་རིགས་པས་བཙལ་བ་ཡིན་ནའི་འདྲ་དུ། བཏགས་དོན་བཙལ་བའི་ཚེ་ན། སྙན་བརྒྱུད་ཡུལ་བ་སྦྱིན་པ་ཡིན། ཨ་ནི། རྟ་ཙམ་ཟེར་ཏེ་མ་ཆགས་པ་རེད། མིན་ཀྱང་རྟ་ཡོད་ཙམ་ཟེར་ཏེ་མ་ཆགས་པ་རེད། རྟ་དོན་བཙལ་བའི་ཚེ་ན་སྙན་བརྒྱུད་མེད་པ་ཅིག་དགོས་བ་རེད། ད་རྟ་དོན་བཙལ་བའི་ཚེ་ན་སྙན་བརྒྱུད་མེད་ན་ཡང་ཡུལ་བར་འཇོག་ཐུབ་ཡ་དེ། མཐའ་འགྱུར་བའི་ཐུན་མོང་མ་ཡིན་པས། བདེན་གཉིས་ཀྱི་འཇོག་ཚུལ་དང་ཐ་འགྱུར་བའི་ཐུན་མོང་མ་ཡིན་པའི་ཐ་སྙད་ཀྱི་ཆོས་ཀྱི་འཇོག་ཚུལ། གནད་འགག་ཆེ་ཤོས་རེད་དེ་ཐུག་གི་ཡོད་རེད། རང་རྒྱུད་པ་མན་ཆད་ཀྱི་གྲུབ་མཐའ་མང་ཚང་མ་ལོག་གི་རང་རང་གི་དགག་བྱའི་དངོས་པོ་གང་ཡང་རུང་བ་ཅིག་བཀག་གི་ཡོད་རེད་དེ་དགག་བྱ་དེ་བཀག་པའི་ཤུལ་ལ་ཡ། དགག་བྱ་བཀག་པ་དང་ཆབས་ཅིག་ཏུ་དགག་གཞི་དེ་ཡི་ཉམས་རྟོགས་ལ་མ་འགག་པར་བྱས་ནས། བུམ་པ་ལྟ་བུ་ཡིན་ན། བུམ་པ་བདེན་པར་གྲུབ་པ་བཀག་པའི་ཤུལ་ལ་ཡ། བུམ་པ་ཐ་སྙད་དུ་གྲུབ་པ་དེ་ལྷག་དགོས་པ་རེད། བུམ་པ་ཐ་སྙད་དུ་གྲུབ་པ་དེ་ག་འདྲས་ཟེར་ནས་ལྷག་གི་རེད་ཟེར་ན་བུམ་པ་ཐ་སྙད་དུ་གྲུབ་པ་དེ། རིགས་པའི་རྩ་བའི་སྐབས་ལ་བུམ་པའི། བདག་ཤཱི་ལ་ཡ། བུང་བ་མདོ་བྱས་ཀྱིས་བསླུས། བུང་བ་བཏགས་པ་དེ་ག་དེ་རེད་བྱས་ནས་བཙལ་ཡོང་དུས་སྐབས་ལ། ཨཱ་ནི་ཤི་དངོས་པོའི་སྟེང་དུ་བདག་ཤི་དེའི་སྟེང་དུ། ཆུ་རྒྱུས་ཀྱི་དོན་བྱེད་ནུས་པའི་དངོས་པོ་ཅིག་རྙེད་པ་ལ་བསམ་གྱི་ཡོད་རེད། ད་དེ་མི་རྙེད་པ་དེ་མཐའ་འཁྱོལ་བའི་ཐུན་མོང་མ་ཡིན་པའི་སྒྲུབ་ཚུལ་གྱིས་རེད། ལྷག་པར་དུ་ཡའི་ལས་སོགས་པ་པོ་དང། འབྲས་བུ་མྱོང་བ་པོ། འཁོར་བ་ལ་འཁོར་བ་པོ་ཐར་པ་ཐོབ་པ་པོ། གང་ཟག་དེ། ལྟ་ལས་དང་རྒྱུ་འབྲས་ཐམས་ཅད་ཀྱི་རྟེན་དུ་གྱུར་པ། བྱས་ཙང་གང་ཟག་མེད་པར་ཆགས་པ་ཡིན་ན། ཨ་ནི་ཆད་ལྟ་ནང་ལ་ལྷུང་བྱས། བདག་དང་བདག་གོའི་དངོས་པོ་གང་ཡང་མེད་པར་ཆགས་འགྲོ་གི་རུང་བ། བྱས་ཙང་ཡུལ་བ་འཇོག་མི་ཤེས་པར་ཆགས་འགྲོ་གི་རུང་བ། དེ་འདྲ་ཡིན་ཙང་རང་རྒྱུད་པ་མན་ཆད་ཀྱིས། གང་ཟག་ཕུང་པོ་ལ་བཏགས་པ་ཙམ་ཡིན་ན་ཡང། བཏགས་པའི་གང་ཟག་དེ་ཕུང་པོའི་སྟེང་དུ་བཙལ་བའི་ཚེ་ན་རྙེད་རྒྱུ་ཡོད་པ་ཇི། ཨོ་དེ། གྲུབ་པ་ཡིད་བྱེད་རྣམ་ཤེས་མཚན་བྱེད་ཡིད་བྱེད་རྣམ་ཤེས་ཟེར་ཡ་དེ། ཡང་མེད་ན། ཀུན་བྱེད་ཡིད་བྱེད་རྣམ་ཤེས་ཟེར་ཡ་དེ། ཨོ་དེ་འདྲའི་དེ་བཏགས་དོན་བཙལ་བའི་ཚེ་ན་རྙེད་རྒྱུ་ཡོད་པ་ཇི་ལ་ཡང། ངོས་འཛིན་གྱི་ཡོད་རེད། བྱས་ཙང། མཐའ་འགྱུར་བས། འདི་འདྲ་བའི། རྟ་བདུན་བཙལ་བའི་སྐབས་ལ་ཡང་སྙན་བརྒྱུད་ཡོད་པ་ཡིན་ན་དགག་བྱ་ཁྱབ་ཆུང་བ་ལ་འདོད་ནས། ཨ་ནི་དེ་ཡིས། བདེན་པར་འཛིན་པའི། བདེ་མོ་བདེན་འཛིན་གྱི་ཞེན་ཡུལ་མཐའ་དག་སུན་ཕྱུང་མི་ཐུབ་པ་ཅི་ལ་ཡ། ཐོག་མ་རེད། དེ་ཡིན་དུས་གང་ལ་རང་གི་མཚན་ཉིད་གྲུབ་པ་དེ་དོན་དམ་དུ་མེད་པར་མ་ཟད་ཐ་སྙད་དུ་ཡང་མེད་པ། ཐ་སྙད་དུ་མེད་པའི་ཚུལ་དེ་ག་རེ་རེད་ཅེ་ན་ཐ་སྙད་དུ་ཡོད་ན། རང་གི་མཚན་ཉིད་གྲུབ་པ་དེ་ཐ་སྙད་དུ་ཡོད་ན། རང་གི་མཚན་ཉིད་གྲུབ་པ་དེ་དོན་དམ་དུ་ཡོད་པ་ཆགས་འགྲོ་གོ་རེད། རང་གི་མཚན་ཉིད་གྲུབ་པ་དེ་ཐ་སྙད་དུ་ཡོད་ན། ཐ་སྙད་ཚད་མས་བཙལ་བའི་སྐབས་ལ།

གཞན་དེ་རྣམས་དོན་གྱི་རིགས་པ་ལ་སོགས་པ་དེ་ཚོས་དཔྱད་པའི་སྐབས་ལ་གཟུང་དཀའ་བ་ཞིག་ཀྱང་རེད། ཚོགས་པ་ལ་བརྟག་པ་དང་བྱེ་བྲག་ལ་བརྟག་པ་བྱེ་བྲག་ལ་བརྟག་པ་ཡིན་ན་གང་ཟག་མང་བར་ཐལ་བ་དང། འོན་ཏེ་འབྲས་ཀྱི་དག་ཐལ་བ་མང་པོ་བཀོད་བྱས་གང་ལྟར་འདུག་ཟེར་ནས་དེ་རེད། བྱས་ཙང་དེ་ཡིན་དུས་ག་ལ་གདགས་གཞིའི་ངོས་ནས་གང་ཡང་གྲུབ་མི་དགོས་པ་ཐམས་ཅད་རྡོ་རྗེ་ཀྱི་སྒྲ་རྟོག་རྐྱང་པ་ལས་ཡ། རག་ལས་པ་ཆེ། རྡོ་རྗེ་ཀྱི་སྒྲ་རྟོག་གཉིས་པོ་དེ་ཡང་སྒྲ་དང་རྟོག་པས་བརྟགས་པ་ཙམ་གྱིས་མ་རྟོགས་པས། སྒྲ་རྟོག་ཁོ་རང་ཡང་འདུ་བྱེད་ཀྱི་རང་ངོས་ནས་མ་གྲུབ་བམ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་ད་དེ་གཅིག་པ་ཆགས་ཀྱི་རེད་པ། འདུ་བྱེད་འདུ་ཡ་བྱེད་རྡོ་རྗེ་རྡོ་རྗེ་གཉིས་ཆ་ལོ་གང་ལྟར་བརྩེ་བའི་ཚེ་ན་གཉིས་རྒྱུ་མེད་པ་ཆེ། ཡིན་ན་ཡང། དྲ་ཐོག་གི་གང་དག་མ་ཡིན་པའི་ད་མཚམས་ཅིག་གོ་རེད་བ། དྲ་ཐོག་གི་གང་དག་མ་ཡིན་པའི་མཚམས་དེ་ག་འདྲས་བྱས་ནས་ཟིན་གྱི་རེད་ཅེ་ན། ཐ་སྙད་པའི་ཚད་མ་གཞན་གྱི་གནོད་པ་མེད་པ་ཅི། ཐ་སྙད་པའི་ཚད་མ་གཞན་གྱི་གནོད་པ་ཡོད་ན། ཨ་ནི་ཐ་སྙད་དུ་དངོས་པོ་གང་ཡང་འཇོག་ཐུག་ཡོད་མ་རེད། ཐ་སྙད་དུ་དངོས་པོ་འཇོག་ཐུག་ཡ་ཅི་ལ་ལས་དང་རྒྱུ་འབྲས་ལ་སོགས་པའི་རྣམ་གཞག་འཇོག་ཐུག་ཡ་ཅི་ལ་ཡ། དེ་འདྲ་བའི་རྣམ་གཞག་དེ་ལ་ཐ་སྙད་པའི་ཚད་མ་གཞན་གྱིས་མི་ནུས་པ་བྱས་ནས་ཨོ་དེ་ད་ལྟ་འགྱོད་གཏུམ་མོ་མེད་གསུང་ཚུལ་རབ་ཆེ་རེད། ད་ད་ག་ནང་བཞིན་གྱི་གང་ལྟར་གར་སོ་གོ་རེ་ད་རང་ངོས་ནས་གྲུབ་པའམ་རང་གི་མཚན་ཉིད་ཀྱིས་གྲུབ་པ་གཏན་ནས་མེད་པའི་རྣམ་གཞག་དེ་ཞལ་གྱིས་བཞེས་པ་དེ་ལ་བརྟེན་ནས་གཞི་ཡི་རྣམ་གཞག་མང་པོ་ཅི་ལ་ཡ། དང་བརྗོད་ཐུན་མོང་མ་ཡིན་པའི། གཞི་ཚུལ་མང་པོ་ཅིག་རང་བཞིན་གྱིས། ལས་ཡོད་རེད་དེ། དང་པོ་དེ། རང་ངོས་ནས་གྲུབ་པ་དང་རང་གི་མཚན་གྱིས་གྲུབ་པ་དེ་ཐ་སྙད་དུ་ཡང་མི་ཤེས་པ། དེའི་དབང་གིས། དེ་ནི།

དེ་ལ་བརྟེན་པའི་འདོད་གསུམ་གྱི་རྣམ་གཞག་དང། དེ་ལ་བརྟེན་ནས་ཀུན་གཞི་དང་རང་རིག་ལ་སོགས་པ་འཇོག་མི་དགོས་པ་དང། ཉན་རང་གིས་ཉན་རང་བར་པའི་ཆོས་ཅི་ལྟར་མི་ངེས་པར་རྟོགས་དགོས་པ། སོ་སྤྱི་ལ་ཡང་རྣལ་འབྱོར་སྔོན་སོང་ཡུལ་བ། སངས་རྒྱས་ཀྱི་ཇི་བྱེད་ཉེས་པ་ཕྱིན་པའི་སངས་རྒྱས་ཀྱི་ཇི་ལྟ་བ་བྱེད་ཉེས་པ་ཕྱིན་པའི་ཚུལ། ཐུན་མོང་མ་ཡིན་པ། དུས་གསུམ་གྱི་རྣམ་གཞག་ཐུན་མོང་མ་ཡིན་པ། དེ་ཚུལ་གང་གཱ་ལོ་ཐོག་མའི་འབྱུང་ཁུངས་རབ་འདི། རང་གི་མཚན་ཉིད་གྲུབ་པ་དང་རང་ངོས་ནས་གྲུབ་པ་ཐ་སྙད་དུ་ཡང་མི་ཤེས་པ། ཆོས་ཐམས་ཅད་རྟོག་པའི་རྟགས་ཙམ་རང་ཡིན་པ། འདིའི་རྒྱུ་མཚན་གྱིས། ཐུན་མོང་མི་ཤེས་ཚུལ་གང་གཱ་ཏུ་ཟིན་ལེགས་ཀྱི་ཡོད་རེད། ད་དེ་འདྲ་ཡིན་ཙང། བདེན་འཛིན་ཉོན་སྒྲིབ་ཏུ་འདུས་པ་ཡིན་དུས་སྐབས་ལ་ཡ། ཐིགས་པ་གསུང་གིས། བར་ལམ་གསུམ་ཀ་ལོག་གི་ནང་ལ་ཉན་ཐོས་རང་རྒྱལ་བྱང་ཆུབ་སེམས་དཔའི་ལམ་ཚང་མའི་ནང་ལ། ཆོས་ཀྱི་དར་མའི་ཕྲ་མོ་དེ་སྒོ་འབྱེད་གཙོ་བོར་ཆགས་ཡ་དང། ཉོན་སྒྲིག་སྤངས་པ་ལ་ཡང་ཆོས་ཀྱི་དར་མའི་ཕྲ་མོ་གཏོད་དགོས་ཡ། བྱང་ཆུབ་སེམས་དཔའ་དང། ཉན་ཐོས་བར་པ་དེ་ཚོས། སྟོང་ཉིད་བསྒོམ་པའི་ཚུལ་ལ་ཡང་ཁྱད་པར་ཏེ། རིག་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་བསྒོམ་ཚུལ་གྱིས་དང། རིག་པའི་རྣམ་གྲངས་ཉུང་ཉུང་གཅིག་ལ་བརྟེན་ནས་བསྒོམ་པའི་ཚུལ། དེའི་ཁྱད་པར་གྱིས་དང། དེ་ནས་བསོད་ནམས་ཀྱི་ཚོགས་ཀྱི་རྒྱབ་ཕྱོགས་དང་མ་ཕྱོགས་ཀྱི་ཁྱད་པར་གྱིས་དེ་ཙམ་གྱིས་མ་གཏོགས་གཞན། སྒོམ་བྱེད་སྟོང་པ་ཉིད་ལ་ཡང

རང་རྒྱལ་གྱི་ལམ་ལྔ། བྱང་ཆུབ་སེམས་དཔའི་ལམ་ལྔ་བཅས་ནི་ལམ་ལྔ་བཅུ་ཡང་འཇོག་ཚུལ་གཅིག་པར་བྱེད། ནི་དག་ན་བཞིན། མྱུར་འགྲིབ། དམན་ལམ་སྔོན་དུ་མ་སོང་བའི་བྱང་ཆུབ་སེམས་དཔའ་དེ་ཚོས་མྱུར་འགྲིབ་སྤངས་པའི་མཚམས་ར་བོ་དེ། ས་བརྒྱད་པ་ནས་རེད། ས་བརྒྱད་པ་ལ་བར་དུ་མྱུར་འགྲིབ་སྤངས།

མཐར་གཏུགས་ན་དད་པ་ཆེན་པོའི་ལམ་ལ་ཞུགས་ནས་སངས་རྒྱས་ཀྱི་གོ་འཕང་ངེས་པར་ཐོབ། ཡིན་དུས་གར་ལ་ཡང་མཐར་ཐུག་དེ་བས་གཅིག། དེ་ནས་རིག་པའི་གསལ་ཞིང་རིག་པའི་ཤེས་པའི་རྒྱུན་ན་ཡང་ཆད་ཆོད་མེད་པ། འོན་ཏུ་འདི་སྤྱད་དེ་ཐལ་འགྱུར་བའི་ཐལ། ཐུན་མོང་མ་ཡིན་པའི། ཞེས་སུ་ཟེར་མི་འདོད། གང་ལྟར། ད་ཐེག་ཆེན་གྱི་སྒྲུབ་ཐབས་མང་མང་ཆེ་བ་གཅིག་གིས་ཐབས་བསྡུས་པ་གཅིག་ཏུ་བཞེངས་ངེས་རེད་དེ་རང་རྒྱུད་པ་ནང་ལས་དག་ནང་བཞིན་རེད། དེ་ཡིན་དུས་སྐབས་ལ་ད་འབྲས་བུ་སངས་རྒྱས་ཀྱི་ས་ལ། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་ཀྱི་རིགས་དང་སངས་རྒྱས་ཀྱི་ས་བོན་ཡོད་པ་དེ་ནི། ཡོངས་གྲགས་ཀྱི་བཞེད་ཚུལ་བྱས་ནས་ཨ་བསྡུ་སུ་ཡིན་པ་རེད། བྱས་ཙང་ད་མཐའ་འགྱུར་བའི་གཞི་ལམ་འབྲས་གསུམ་གྱི། རྣམ་བཞག་མདོར་བསྡུས་ཀྱིས་ཞུས་པ་ཡིན་ན། འདི་འདྲའི་རབ་བྱེད་མི་འདྲ། ལྟ་སྤྱི་དང། གྲུབ་མཐའ་བཞིའི་རང་རང་སོ་སོའི་ཐུན་མོང་མ་ཡིན་པའི་བཞེད་ཚུལ་དང་གྲུབ་མཐའ་སོ་སོའི་མཚན་ཉིད་དང། དེ་ཚོ་བོད་ཀྱི་བསྟན་བཅོས་དེ་ཚོའི་ནང་ལ། ཕྲན་བུའི་ད་དགོངས་པ་མཐུན་དང་མ་མཐུན་སྣ་ཚོགས་ཡོང་བསྡད་པ་ཅིག་རེད། ལྷག་པར་དུ་གྲུབ་མཐའ་སོ་སོའི་མཚན་ཉིད་བཞག་སྟངས་དེས་ཡིག་ཆ་རང་རང་སོ་སོའི་ཐུན་མོང་མ་ཡིན་པའི་མཚན་ཉིད་འཇོག་ཚུལ་གྱི་གསུང་རྒྱུན་དང་ཁས་ལེན་མི་འདྲ་བ་སྣ་ཚོགས་ཡོད་བསྡད་པ་ཅིག་རེད། ངས་ད་ལྟ་ངོ་སྤྲོད་འདོད་དུས་འདིའི་ནང་ལ་གྲུབ་མཐའ་ཚོའི་མཚན་ཉིད་དང་གཞི་ལམ་འབྲས་གསུང་གི་རྣམ་གཞག་བདུད་རྩི་མང་ཆེ་བ་གཅིག་བཀལ། ཀུན་མཁྱེན་སྐུ་ཕྲེང་གཉིས་པ། ཀུན་མཁྱེན་དཀོན་མཆོག་འཇིགས་མེད་དབང་པོས་མཛད་པའི་གྲུབ་མཐའ་མདོར་བསྡུས་ཞེས་པ་རེད་གྲུབ་མཐའ་རིན་ཆེན་ཕྲེང་བ་ཞེས་པ་ཆེ་འདི་ནང་ལ་གང་ཡོད་པ་ནང་བཞིན་བྱས་ནས་ཞུས་ཡོད་འདི་ཡང། ཡིག་ཆ་གཞན་པ་དང་མ་མཐུན་པ་དེ་འདྲའི་ཡོང་སྲིད་པ་ཞིག་རེད། ཡེ་ནས་དག་གོ། ཚིག་གི་རྒྱུ་བ་ཕྲན་བུ་ཕྲན་བུ་མ་གཏོགས་པའི་སྤྱི་ཡོངས་ཀྱི་ཆ་ནས། སྤྱི་ཡོངས་ཀྱི་ཆ་ནས་དག་གྲུབ་མཐའ་སོ་སོའི་རང་རང་གི་ཐུན་མོང་མ་ཡིན་པའི་རྩ་བའི་རིགས་དག་ག་རེ་ཡིན་པའི་གོ་དོན་གྱི་ཐོག་ལ་དཔྱད་པ་ཆེན་པོ་འགལ་ཡོད་པ་མ་རེད། ད་གང་ལྟར་ནང་པའི་གྲུབ་མཐའ་སྨྲ་བ་གཞི་ཆགས་ལོག་གིས

སངས་རྒྱས་གོ་འཕང་བསྒྲུབ་ཡ་འདི་རང་རེད། དེ་ཡིན་དུས་ག་ལ་ད་ནང་པའི་གྲུབ་མཐའ་མང་བ་ཡོངས་རྫོགས་ཀྱི་རྟེན་འབྱུང་གི་རྣམ་གཞག་དེ་རྟེན་འབྲེལ་གྱི་རྣམ་གཞག་དེ་སངས་རྒྱས་ཀྱི་གསུང་གི་སྙིང་པོ་ལྟ་བུ་ཡིན་ཙང་ཚང་མས་ཁས་ལེན་གྱི་ཡོད་རེད། དེ་འདྲ་ཡིན་ཙང་ད་རྟེན་འབྲེལ་གྱི་རྣམ་གཞག་དེ་མགྱོགས་ཚུལ་མགྱོགས་པའི་སྐབས་ལ་ཡ། ད་གང་ལྟར། འཁོར་བར་འཇུག་ལྡོག་གི་རིམ་པ་ནང་ལ་ཡང་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་ཡ་དེ་ད་རྟེན་འབྲེལ་རགས་པ་དེ་རྒྱུ་འབྲས་ཀྱི་རྟེན་འབྲེལ་རགས་པ་དེ་ཚང་མའི་ཁས་ལེན་ཡ་གཅིག་རེད་ད་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་ནས་ཐོག་མའི་མ་རིག་པ་དེ་ད་དགག་བྱ་དེ་རེད་ཐོག་མའི་མ་རིག་པའི་འཛིན་ཚུལ་དེ་དགག་པའི་སྐབས་ལ་ད་དགག་བྱ་ཁྱབ་ཆེ་ཆུང་གི་དབང་གིས་དེ་འགོག་པའི་སྟོང་པ་དེས་མགྱོགས་ཚོར་མི་འདྲ་བ་སྣ་ཚོགས་ཀྱིས་ཡོང་བསྡད་པ་ཅི་རེད། རང་རྒྱུད་པ་མལ་ཆས་ཀྱིས་མ་རིག་པའི་འཛིང་གཏམ་གྱི་ཡུལ་དུ་གྱུར་པའི་དངོས་པོ་དེ། རིག་པས་འགོག་པའི་སྐབས་ལ། སྟོང་གཞི་ཆུ་ཆེན་གང་གི་སྟེང་དུ་དེའི་རིག་པས་བཀའ་འགྲོ་དུས་སྐབས་ལ་ཡང་སྟོང་གཞི་ཆུ་ཆེན་དེ་ཉམས་རྟོགས་ལ་དགའ་འགྲོ་ཡག་གི། ཉེན་ཁ་དེ་གང་ལྟར་ཆད་ལྟར་ལྷུང་བའི་ཉེན་ཁ་དེ་ཤུགས་ཆེན་པོ་ཅིག་གཟིགས་ནས་ག་དུས་ཡིན་ནའི་རང་གི་ངོས་ནས་གྲུབ་པ་ཅིག་དང་རང་གི་མཚན་ཉིད་ཀྱིས་གྲུབ་པ་ཅིག་བཞག་ཡག་གི་ཐབས་ཤེས་གནང་པ་ཡིན་ཙང་འགའ་ཆ་ཆབ་ཆུང་བ་ཟེར་ཡག་དེ་ཆ་ཆེན་པོ་རེད་བྱས་ཙང་དེ་ཡིས་སྟོང་ཕྱོགས་དང་སྣང་ཕྱོགས་གཉིས་པོ་དེ་ནི་ལྷག་པར་དུ་དཔལ་ལྡན་མཐའ་འགྱུར་བའི་ལུགས་ལ་རང་གི་ངོས་ནས་གྲུབ་པ་དང་རང་གི་མཚན་ཉིད་གྲུབ་པ་ཡང་བཀག་ནས་རྟག་དོན་བཙལ་བའི་ཚེ་ན་གཉིད་མི་དགོས་པ་ཞིག་དུས་སྐབས་ལ་ད་དུང་ཐ་སྙད་ཀྱི་རྣམ་གཞག་འཇོག་ཚུལ་དེ་དཀའ་ལས་ཁག་རུ་ཕྱིན་པ་རེད། དེ་འདྲ་ཡིན་ཙང་མཐའ་འགྱུར་བས་ད་སྣང་བའི་ཡོད་ཐ་ཟེར་ཡ་དང་སྟོང་པའི་མེད་ཐ་ཟེར་ཡ་ཟེར་ཡ་དེ་ཐུན་མོང་མ་ཡིན་པའི་སྤྱི་རྒྱུ་གཅིག་རེད། རྟེན་འབྱུང་གི་སྣང་བ་ཡོད་པ་དེའི་དབང་གིས་རང་ངོས་ནས་མ་གྲུབ་པ། རྟེན་ཅིང་འབྲེལ་པར་འབྱུང་བ་ཡིན་པའི་རྒྱུ་མཚན་གྱིས་རང་ངོས་ནས་མ་གྲུབ་པ་གྲུབ་ཡ་དེ་ཐ་སྙད་ཐུན་མོང་མ་ཡིན་པའི་བཤད་ཚུལ་བྱེད། འོ་དེ་འདྲ་ཡིན་ཙང་ད་དགག་བྱ་གིས་ཁྱབ། ཆུང་བ་མ་འབྱུང་བ་བཅས་དགག་བྱ་ཁྱབ་ཆེ་བ་ལས་མ་འགྲོ་བ་བཅས་ལྟ་དགག་བྱའི་དངོས་པོ་གང་ཡིན་པ་དེ་ཐམས་ཅད་བཀག་ཐུབ་པ་དེ་བ་དན་ཐ་འགྱུར་བའི་དུས་མ་ཡིན་པའི་དྲོ་ཐ་དུ་ཆགས་ཀྱི་ཡོད་རེད་བསམ་འདུག།